སློབ་ཚན་བདུན་པ་ས་བོན་གྱི་སྟོབས་ཤུགས་འདི་འདྲའི་གཏམ་རྒྱུད་ཅིག་ཡོད་དེ། མི་ཞིག་གིས་འཛམ་གླིང་ཐོག་གི་སྟོབས་ཤུགས་ཆེ་ཤོས་ཀྱི་དངོས་པོ་ནི་ཅི་ཞིག་ཡིན་ཞེས་དྲིས་པ་ན། དེར་ལན་མང་པོ་ཞིག་བཏབ་བྱུང་སྟེ་ལ་ལས་གླང་བོ་ཆེ་རེད་ཟེར། ལ་ལས་སེང་གེ་རེད་ཟེར། ཡང་མི་ཁ་ཤས་ཀྱིས་ཀི་རིའི་ཚུལ་དུ་རྡོ་རྗེ་རེད་ཟེར། རྡོ་རྗེ་ལ་སྟོབས་ཤུགས་ཇི་འདྲ་ཞིག་ཡོད་པ་སུས་ཀྱང་མི་ཤེས་པས་ན། ལན། དེ་དག་གཅིག་ཀྱང་མི་འགྲིག་པ་སྨོས་ཅི་དགོས། དེས་ན་འཛམ་གླིང་ཐོག་གི་སྟོབས་ཤུགས་ཆེ་ཤོས་ནི་རྩི་ཤིང་གི་ས་བོན་རེད། ས་བོན་རྡོག་གཅིག་ལས་བྱུང་བའི་སྟོབས་ཤུགས་ནི་སྟོབས་ཤུགས་གང་ལས་ཀྱང་ཆེའོ། ཡང་འདི་འདྲའི་གཏམ་རྒྱུད་ཅིག་ཡོད་དེ། མིའི་བསླུ་རིས་ནི་ཧ་ཅང་ཚགས་དམ་པ་དང། ས་ཞིང་འཁྲེགས་པ་ཞིག་ཡིན། སྐྱེ་ལུགས་རིག་པ་དང་ལྕགས་བྱའི་རིག་པའི་མཁས་པ་རྣམས་ཀྱིས་ཐབས་ཡོད་ཚད་བཀོལ་ནས་དེ་ཁ་སོ་སོར་འབྱེད་བསམས་ཀྱང་འབྱེད་མ་ནུས། རྗེས་སུ་མི་ཞིག་གིས་ཐབས་ཤིག་རྙེད་པར་བལྟས། རྩི་ཤིང་གི་ས་བོན་ཅུང་ཙམ་ཀླད་རིའི་ནང་དུ་བཏབ་ནས་དྲོད་དང་བརླན་ཚད་དང་རན་པར་བྱས་ཏེ། ས་བོན་ལ་མྱུ་གུ་འབུས་སུ་བཅུག་པ་དང་མྱུ་གུ་འབུས་པ་ན་ས་བོན་དེ་དག་ལས་སྟོབས་ཤུགས་ཡ་མཚན་ཞིག་ཐོན་ཏེ། འཁྲུལ་ཆས་ཐམས་ཅད་ཀྱིས་ཁམས་འཇལ་མ་ཐུབ་པའི་རུས་པའི་ལྷུ་དེ་ཁ་འཁྱག་གིས་མེད་པར་སོ་སོར་བྱས་པ་རེད། རྩི་ཤིང་གི་ས་བོན་ལ་སྙེགས་ནས་སྟོབས་ཤུགས་དེ་འདྲ་ཆེན་པོ་ཞིག་ལྡན་པ་ཡིན་ནོ། འདི་ནི་ཧ་ཅང་ངོ་མཚར་ཆེ་བའི་དོན་ཞིག་ཡིན་པས་མི་ཕལ་བས་རྟོགས་དཀའ་བ་ཞིག་རེད། འོ་ན་ཁྱོད་ཀྱིས་རྡོ་ལུག་གི་འོག་ཏུ་སྣུན་ཡོད་པའི་རྩྭ་མཐོང་མྱོང་ངམ། དེས་རྡོ་ལུབ་ཅི་འདྲ་འགྱུར་མིན་རྣམ་པ་དང་རྡོ་ལེབ་དང་རྡོ་ལུབ་ཀྱི་བར་ཅི་འདྲ་དོགས་ནའང། དེ་གང་གིས་ཀྱང་མི་ཁོགས་པར་སྐྱིད་པ་དང་དེ་དག་སྐྱེ་བའི་ཆེད་དུ་གྱ་མ་ཅི་བྱས་ཏེ་དཔའ་ངར་ཞུམ་མེད་ཀྱི་ངང་ནས་སྐྱེ་ཡོང་ངེས་ཡིན། དེའི་རྩལ་པ་ས་ནང་དུ་ཟུག་ཅིང་མྱུ་གུ་ས་ཁར་འབུས་པ་ནི་བཟློག་ཏུ་མེད་པའི་སྟོབས་ཤུགས་ཤིག་ཡིན་ལ། མཐར་ཐོག་ཏུ་བསྣམས་པའི་རྡོ་ལེབ་ཀྱང་མགོ་རྟིང་སློག་པ་རེད། ས་བོན་རྡོག་གཅིག་ལ་འདི་འདྲའི་སྟོབས་ཤུགས་ཆེན་པོ་ཞིག་ལྡན་པ་རེད། རྩ་ཉག་མ་གཅིག་ལ་སྟོབས་ལྡན་ཞེས་ཟེར་བའི་མི་གཅིག་ཀྱང་མེད་མོད་འོན་ཀྱང་དེའི་སྟོབས་ཤུགས་ནི་ངོ་མ་འགྲན་ཟླ་དཀྲོལ་བ་ཞིག་རེད་འདི་འདྲའི་སྟོབས་ཤུགས་ནི་མི་གས་མཐོང་དུ་མེད་པའི་སྐྱེ་སྟོབས་ཤིག་ཡིན་ནོ་ཡར་སྐྱེ་བའི་སྲོག་དང་ལྡན་པའི་ཚེ་ན་འདི་འདྲའི་སྟོབས་ཤུགས་དེ་ཅི་ནས་ཀྱང་མངོན་བྱུང་ངོ་དུས་ཐོག་ཏུ་ནམ་པའི་རྡོ་ལེབ་ཀྱིས་གཏན་ནས་འགོག་མི་ཐུབ་སྟེ་རྒྱུ་མཚན་ནི་འདི་ནི་ཡུན་རིང་རྒོལ་ལན་སྤྲོད་པའི་སྟོབས་ཤུགས་ཤིག་ཡིན་པ་དང་ལྡེམ་ཤུགས་དང་རྐྱང་རྐུམ་ལྡན་པའི་སྟོབས་ཤུགས་ཤིག་ཡིན་ལ། ཉེན་ཆ་ལྡན་ཞིང་དམིགས་ཡུལ་དུ་མ་སླེབས་ན་ཚུར་མི་འཇོག་པའི་སྟོབས་ཤུགས་ཤིག་ཀྱང་ཡིན་པས་སོ། སྐྱེ་སྟོབས་ལྡན་པའི་ས་བོན་ཞིག་ཡིན་ཕྱིན་གལ་ཏེ་དེ་ས་ཞིང་གཅིག་པའི་ནང་དུ་མ་ལྷུང་བར་རྫ་ཆག་རྡོ་ཆག་གི་གསེབ་ཏུ་ལྷུང་ནའང་དུས་ཡུལ་གཏན་ནས་མི་སྐྱོ་བ་དང་རྔན་པ་གཏན་ནས་མི་འཐེན་པར་འགོག་རྐྱེན་ཡོད་ཚེ་ད་གཟོད་སྦྱོང་བརྡར་འཐོབ་པར་ཡིད་ཆེས་བརྟན་པོ་བྱེད་པ་ཡིན། འདི་ལྟ་བུའི་རྩྭ་ནི་ད་གཟོད་སྙིང་རུས་ལྡན་པའི་རྩྭ་ཡིན་ལ། འདི་ལྟ་བུའི་རྩྭ་ཡིས་ད་གཟོད་ངར་སྐྱེལ་གྱི་སྒོ་ནས་དྲོད་ཁང་ནང་དུ་གསོ་སྐྱོང་བྱེད་པའི་མེ་ཏོག་ལ་འཕྱར་སྨོད་བྱས་ཀྱང་ཆོག་པ་ཡིན་ནོ། ས་གབ་དག་སྐ་ཡབ་དག་སྐྱ་འབྲུ་ངེ་སྐྱེ་ས་གབ་དག་སྐ་ཡ་རྟ་སྐྱ་འབྲུ་ངེ་སྐྱེ་ལ་ཞབས་ཀྱི་ལུ་ཀ་ས་བཞག་ལུགས། སྐྱེ་ལུགས། ལ་ཧབ་བཏགས་ལྷ་ཞབས་ཀྱི་ལྷུ། ལྷུ། ཁ་ན་རོ་ཁོ་ཀ་ས་བཞག་ཁོག། ཁོག། ལ་རྡ་བཏགས་རྡ་འབྲུ་ལྔས་ལྡེ་མ་བཞག་ལྡེམ། ཤ་ཞབས་ཀྱི་ཤུ

བཀའ་ཤག་གི་གི་ཤི་ན་བཞག་བཞིན་པ་ན་རོ་པོ་བཞིན་པོ་དར་ང་ན་བཞག་རྔན་པ་རྔན་པ་ར་རྒ་བཏག་རྒ་ན་རོ་རྒོ་ལ་བཞག་རྒོལ་ལ་ན་བཞག་ལན